ལགས་སོ་ད་དེ་རིང་ཡིན་ན་ང་ཚོ་ཡང་བསྐྱར་ད་རང་འཛོམས་ནང་ཆོས་བརྙན་འཕྲིན་གྱི་ལེགས་སྟེགས་འདིའི་ཐོག་ནས་རྣམ་པ་ཚོ་དང་མཉམ་དུ་དེ་ནས་ད་དམ་ཆོས་རིན་པོ་ཆེ་སྟེགས་བུའི་མདོ་དེའི་སྐོར་ལ་དེ་བྱ་སྤྲེལ་དེ་མི་མཐུན་ནས་ཞུ་གི་ཡིན། ད་དམ་ཆོས་རིན་པོ་ཆེ་སྟེགས་བུའི་མདོ་དེ་ད་ལྟའི་ཆ་ལ་ད་འཚམས་པ་འདི་ལྟ་བུ་ཡིན་ན་ཕར་ཆེར་ང་ཚོ་ད་བརྙན་འཚམས་པ་བཅོ་བརྒྱད་པ་རེད། དེ་ལེ་ཝུའི་དབང་དུ་བཏང་ན་ད་དེ་རིང་ནས་དེ་ནས་ལེ་ཝུ་བདུན་པ་གི་ད་ད་འགོ་བཙུགས་ནས་དེ་ནས་ཞུ་གི་རེད། ད་ལེགས་པོ་སྡོམ་པ་གི་མིང་ལ་ལེགས་པོའི་མིང་ལ་དེ་ནས་བཙུན་མ་མ་རེད་དུས་སུ་བབ་པ་ལེགས་པོ་ཟེར་དེ་རེད། ད་དུས་སུ་བབ་པ་ལེགས་པོ་ཟེར་དགོས་པའི་རྒྱུ་མཚན་དེ་ཡང་ག་འདྲ་རེད་ཟེར་ན་དེ་ནི་ད་ཅིག་རྒྱ་ཡིག་གི་ཐོག་ལ་འདི་ལ་ད་ཇི་ཡོན་ཟེར་བ་དེ་རེད། ཇི་ཡིན་ཟེར་ན་ཇི་ཇི་ཧུའེ

དུས་སུ་བབ་པ་ཟེར་བ་དེ་ཁོང་གི་འགྲོ་དོན་དུས་སུ་བབ་པ་ལ་བརྟེན་ནས་དེ་ནི་བསྡུར་བྱ་མང་པོ་བསྐྱངས། ལི་ཅན་གྱི་སློབ་མ་མང་པོ་དང་དེ་ནི་དེ་མཇལ་ནས། ད་སློབ་དཔོན་གྱིས་འདི་ག་འཚམ་པ་འཚམ་པ་བྱས་ནས་སོང་བཞག་པ་དཔེར་ན་ང་ཚོའི་བོད་ལ་ཡིན་ན་ད་ཅིག་རྗེ་བཙུན་མི་ལ་རི་པིན་རྣམ་ཐར་གྱི་ནང་ན་མགུར་ཚོ་ཟེར་བ་ལྟ་བུ་སློབ་མ་སྐྱེ་གྲོགས་པ་རྗེས་སུ་བཟུང་བའི་སྐོར་མང་པོ་ཡོད་བ་དེ་འདྲ་བོ་དང། ཡང་ང་ཚོས་དམངས་ཁྲོད་ལ་སོགས་པའི་ངག་རྒྱུན་ལ་དེ་ནི་གཟའ་པ་དྲོད་རུང་བར་བྱེད་པའི་སྐོར་མང་པོ་གསུང་ཨེ་ཡོད། དེ་འདྲ་བོ་ཞིག་སློབ་དཔོན་ཁོང་དང་འབྲེལ་བའི་གནའ་ནས་ད་གི་བར་དུ་དུ་གཏམ་རྒྱུད་དང་ལོ་རྒྱུས་མང་པོ་ཡོད་པའི་ནང་ནས་ད་འདིའི་དེའི་སྐབས་སུ་ཁོང་གི་སྐུ་ཚེ་གི་ནས་ད་མཇུག་ཟེར་ན་འདྲ་འདྲ་ཁོང་གི་ཅིག། དངོས་སུ་དེ་ནི

དེ་ནི་དེ་ལ་སོགས་པ་དང་ནི་དེའི་གཅིག་ཡང་གཅིག་དང་དང་འདྲ་འམ་འདྲ་མང་པོ་དང། ཡང་གཅིག་མི་གཞན་པ་དྲི་བ་དྲི་ལན་བྱེད་པ་དང་དྲི་བ་ལ་ལན་བཏབ་པ་ལ་སོགས་པ་ལྟ་མང་པོ་གཅིག་འདི་རྣམས་ནི་ཡོང་གི་ཡོད་རེད། བཙུན་མ་མི་ཟིད་པའི་སྙིང་པོ་ལ་མདོ་མྱང་འདས་ཀྱི་དོན་བཤད་པ། ད་འདིའི་སྐབས་སུ་མདོ་མྱང་ལས་འདས་པ་དང། འཕགས་པ་ལང་ཀར་བཤད་པའི་མདོ་ལ་སོགས་པ་ཁ་ཏོན་འདི་བཤད་མཁན་གྱི་རྒྱ་ཡང་ཧ་ཅང་མང་པོ་ཞིག་དེ་གི་དེ་ཡོད་པ་རེད། འདི་ཡང་དེ་གི་གོ་དགོས་པ་ཞིག་རེད་བསམ་གི་འདུག་ད་གང་རེད་ཟེར་ན།

དེ་བཞིན་དུ་རྒྱལ་པོ་ཁྲི་སྲོང་ལྡེ་བཙན་སྐུ་ན་གཞོན་པའི་སྐབས་སུ་ད་ཅིག་རྒྱ་ནག་དང་རྒྱ་གར་གཉིས་ཆུ་བོ་དུ་འགྱུར་བའི་འགོ་བཙུགས་པ་དང་རྗེས་སུ་ང་ཚོ་ད་གར་ལྕགས་ནག་མི་ལ་སོགས་པ་ལ་དངོས་སུ་འཁོད་པའི་ད་ལྟའི་ཆ་ལ་ཕར་མཇལ་བ་ཡིན་ན་བཀའ་འགྱུར་དང་གཏམ་འགྱུར་གྱི་ནང་གི་ཡང་མདོ་དུ་མ་ཞིག་དེ་དག་རྒྱ་ནག་ནས་བསྒྱུར་ཡོད་རེད། དེ་ཙམ་དུ་མ་ཟད་སྐབས་དེའི་ཚེ་དེའི་དུས་རྒྱུན་བོད་ཀྱི་འདི་ལྟར་མདོ་དང་གཅིག་གཏམ་ཆོས་དང་མང་པོ་ཞིག་ལ་ཡང་རྒྱ་ནག་ནས་ཡར་བསྐྱུར་བ་གཏོགས་ཤུགས་རྐྱེན་ཡང་མང་པོ་ཐེབས་ཡོད་པ་ལ་སོགས་པ་དེ་འདྲ་ཡོད་རེད། དེ་འདྲ་ཡིན་དུས་འདི་སྐབས་སུ་མདོ་ཉང་བསྡུས་ཆེན་པོ་འདི་རྒྱ་ནག་ལ་ཧ་ཅང་དར་རྒྱས་ཆེན་པོ་རེད་ད་ཕྱིས་སུ་དཔེར་ན་རྒྱ་ནག་གི་ཐུགས་རྒྱུད་བཙུན་པ་ཤ་མི་ཟ་བ་ལ་སོགས་པ་འདི་ཡང་མདོ་ཉང་བསྡུས་དང་མདོ་ལང་ཀར་བཤགས་པ་ལ་སོགས་པ་རྒྱ་ནག་ལ་དོན་བསྒྱུར་བྱས་ནས་འདི་རྒྱ་ནག་ལ་དར་རྒྱས་ཆེན་པོ་བྱུང་བ་དང་འབྲེལ་བ་ཡོད་རེད་མ་གཏོགས་དེ་གི་ཕག་མོན་རང་སྐྱོང་གི་དབང་དུ་བཏང་ན་ད་མར་གཟིགས་ལ་དེ་ཙམ་དེ་དེ་ད་ནང་སུམ་རྟགས་པའི་ཤ་ཙམ་ལས་དེ་གི་མར་གཟིགས་གཏན་ནས་བཤད་མི་གསོལ་མི་ཆོག་པ་དེ་འདྲའི་གི་ལུགས་སྲོལ་དེ་རབ་ཏུ་བྱུང་བ་ལ་ཡང་མེད་པ་དེ་འདྲ་རེད་བ་དེ་འདྲ་རེད། ད་ཡང་གལ་ཆེ་གི་ཟེར་ན་དེང་སང་བས་ན་རྒྱ་ནག་ལ

ཁོང་གིས་ད་ལྟ་ཤ་དང་ཆང་དགག་པ་ཟེར་བའི་དེ་གི་གཏམ་རྒྱུད་ཆེན་པོ་ཞིག་ཡོད་རེད་དེ་གཏམ་རྒྱུད་དེ་ཆ་ཚང་ད་ལྟ་ཡང་ཡོད་རེད་ཁོང་མ་ལེའོ་ཏི་གིས་བརྩམས་པ་རེད་ད་བརྩམས་ནས་ལོ་སྟོང་ཕྲག་གཅིག་དང་སུམ་བརྒྱ་བཞི་བརྒྱ་ག་རེ་ན་ད་དེ་རེད་ཅིག་ངོ་རེ་བ་དེ་ཡིན་ན་ཡང་ད་ལྟ་ཡང་དེ་ཡོད་རེད། དེའི་ནང་ལའང་ཁོང་གི་རྒྱུ་མཚན་མང་པོ་གྲང་སློང་དང་རིགས་པས་བསྒྲིབས་ཡོད་རེད་མ་གཏོགས་སྒེར་གྱི་སྤྱིར་བཏང་གི་ང་ཚོ་གི་རྒྱལ་ཁབ་ཀྱི་ཁྲིམས་ཀྱི་འགྲོ་སྟངས་ལྟར་དུ་བྱས་ནས་ཡིག་ཆ་དེ་བཟོས་ཡོད་མ་རེད། ད་གི་རེ་ཁར་ཐག་པ་ཆེན་པོའི་མདོར་བསྡུས་དང་སྡེབ་སྣོན་མང་པོ་མང་པོ་ལོག་དྲངས་དེའི་ནང་ནས་འཕགས་པ་ལང་ཀར་ཞབས་པོའི་མདོ་དང་མྱང་འདས་ཆེན་པོ་ལ་སོགས་པ་གཙོ་བོ་དྲངས་ནས་དེ་ནི་ཁོང་གིས་དེ་འདྲ་གནང་ཡོད་རེད་ད་ཡིན་ན་ཡང་དེའི་ཁྲིམས་དེ་མར་བཞག་ཡོང་དུས་ཁོང་གིས་རྒྱལ་པོ་གི་བང་ཚད་ཀྱི་ཐོག་ནས་དེ་ནི་ཆོས་ཁྲིམས་དེ་དེ་ནི་རབ་ཏུ་བྱུང་བ་ལ་སོགས་པའི་སྡེ་དང་དགོན་པ་ཚང་མ་ལ་ཡང་སྐྱབས་དགོས་མ་རེད་དེ་བཞག་བཞག་པ་འོ་ད་དེ་འདྲའི་གཞི་ལ་ཆགས་དུས་ཡོད་རེད། ད་གང་ལྟར་ཡང་དེ་དག་གི་ཁོངས་གཏུགས་ས་དེ་འདོན་མྱངས་དུས་རེད་འོ་དེ་འདྲ་རེད། ལོ་ཟླ་དེ་ཡང་སློབ་དཔོན་དབུས་གནང་གི་སྐབས་དེ་ལ་ཡང་སྤྱིར་བཏང་གི་ད་གོང་མ་ལེགས་ངོ་དེ་ཟེར་བ་དེ། དབུས་གནང་གི་ཡ་ཧར་འགྲོ་བའི་དུས་ཀྱི་ད། དབུས་གནང་ཟེར་བ་དེ། ད་མི་རབས་ཟེར་ནས་ཚིག་ནང་འབྲི་གིན་ཡོད་ན་མེད་ན་མི་ཤེས་དེ། རྒྱུད་རབས་ཟེར་གི་ཡོད་རེད་རྒྱུད་རབས་ཟེར་ན་ཁོ་ན་ད་ཅིག་རྒྱུད་པ་གི་བླ་རབས་གྲུབ་པ་འདྲ་བོ་ཆགས་ཀྱི་ཡོད་རེད་བླ་རབས་གྲུབ་པ་དེ་རེད།

ཡག་པོ་ཞིག་དག་གི་དེ་དྲུག་འདྲ་བོ་ཡོང་ཡོད་མ་རེད་དེ་འདི་རེད་དེ་ཡིན་ན་ཡང་གང་ལྟར་ཡང་སྐབས་དེའི་ཚེ་ཁོང་མ་ལེའོ་ཧུང་ཏི་ཀྱི་ཞགས་པ་དག་རབ་ཏུ་བྱུང་བའི་དག་ཤ་མི་ཟ་བ་དང་ཆུ་བག་ཤ་ཟ་བ་ལ་ཧ་ཅང་འཛེམ་བག་བྱེད་པ་དེ་ཧུའེ་ནང་གི་སྐབས་སུ་ད་ད་ལྟའི་བར་དུ་ཡང་གནས་དེ་ཡོད་རེད་ད་དེ་འདི་ཧུའེ་ནང་གི་སྐབས་སུ་ད་ཡོད་པ་སྨོས་མ་དགོས་པ་རེད་དེ་ཡོད་པ་དེ་གསལ་བོ་རེད་གང་རེད་ཟེར་ན་ཧུའེ་ནང་དེ་ལོ

དབང་མེད་ཀྱི་དེ་གི་དེ་ཡི་ས་ཆ་ནས་ཆུ་ཐོབ་ནས་དེ་ནི་ཧྲའོ་ཀྲུའུ་གི་ས་ཆ་དེང་སང་ཡིན་ན་ཀོང་ཏུང་གི་ཚའོ་ཧྲུའུ་ཡི་ཟེར་བའི་གྲོང་ན་ནི་དང་པོ་དེ་ད་སུས་ཀྱང་མ་ཤེས་པར་ཤི་ནས་བཞུགས་པ་ལས་ཡང་ཐོག་མའི་བར་སྐབས་ཅིག་ལ་དེ་གི་དེ་དེའི་གསང་སྟབས་སུ་བཞུགས་ཡོད་པའི་སྐབས་རེད། དེ་འདྲ་ཡིན་དུས་འདིའི་སྐབས་ཀྱི་ད་འདིའི་ལོ་རྒྱུས་ཀྱི་ནང་ན་གསང་སྟབས་སུ་བཞུགས་པའི་སྐབས་དེ་ཡང་དེ་ཚོར་ཚུད་ཡོད་ས་རེད། ནམ་གཟིགས་ན་གཡོར་དེ་ན་རུའུ་ལུག་པ་ད་ལྟ་རུའུ་ལུག་པ་ཟེར་བ་དེ། ད་ལྟ་ཁོང་ཚོ་གི་དེ་གི་ལུགས་སྲོལ་དེ་ལམ་ལུགས་སྲོལ་དེ་རྒྱུན་རྒྱུན་འཛིན་བྱེད་མཁན་དེ་རེད་ཁོང་ཚོ་གི་ད་ལུགས་སྲོལ་དེ་རྒྱུན་འཛིན་བྱེད་མཁན་དེ་ལ་རུའུ་ལུག་པ་ཟེར་རེད་ད་རུའུ་ལུག་པ་ཟེར་བ་དེ་གི་སྤྱིར་བཏང་གི་ཅིག་ལུགས་ཀྱི་དམ་ཆོས་ལ་སོགས་པ་འཇིག་རྟེན་གྱི་གཙུག་ལག་དང།

ཁོང་ཙི་ཟེར་བ་དེ་དེ་སོར་ཏོ་སོར་གཏོད་མཁན་གྱི་མིའི་མིང་རེད། དེ་འདྲའི་དེ་རུ་ལུག་པ་ཟེར་ན་ཁོ་རང་གི་སོར་ཏོ་དེ་བཞག་པའི་ད་གི་ཁོ་རང་གི་དེ་ད་ཁྲིམས་མཐའ་འདྲ་བོ་རེད་ད་ཡིན་ནའང་དེ་ཆོས་ལུགས་ཅིག་རེད་ཟེར་ན་ཡང་ཅིག་མ་རེད་དེ་གང་ལྟར་ཡང་དེ་ལྟ་བུའི་དེ་གཙུག་ལག་ཁང་གཞུང་ཞིག་རེད། ཨོ་དེ་ཡིན་དུས་དེ་ལ་དེ་གི་རུ་ལུག་པ་ཞིག་ཡོད་རེད་ཟེར་མང་ལ་ལིའུ་ཀྲི་ལའེ་ཟེར་གི་ཡོད་རེད་ཟེར་ཕར་ཆེར་དེ་འདྲ་མི་འདྲ། དེ་འདྲའི་ལིའུ་ཀྲི་ལའེ་ཟེར་བ་དེ

དེང་གི་སྐབས་དགྲ་བོ་དེ་འདྲའི་ལག་གཅིག་ཆུ་ཤེལ་བ་འདྲ་བོ་དེ་འདྲ་མིན་དེ་ཡང་དེ་གའི་བློས་བསྟོད་ཆོག་ས་དང་ཡིད་ཆེས་བསྐྱེད་ས་གི་མི་ཞིག་རེད་བསམ་ནས་ཡང་གཅིག་དེ་གའི་ལུས་དང་སྨོན་ལམ་གྱི་འབྲེལ་བ་ཡོད་པ་དེ་འདྲ་གི་ཅིག་ཞབས་ཏོག་དང་བསྙེན་བཀུར་མང་པོ་ཞིག་གདབ་པ་དེ་འདྲ་ཡོད་རེད་དམ་འཚོ་བ་སྦྱོར་བའི་ཡོངས་བདག་དང་ཐུགས་ན་བཞུགས་པའི་སྒོམ་ཆེན་གཉིས་སངས་མཉམ་པོར་རྒྱལ་པོ་དེ་འདྲར་ཡོད་ཟེར་བ་དེ་རེད་དེ་གཅིག་པོ་མ་རེད་དཔེར་ན། ད་སྟོན་པ་ཐུགས་རྗེ་ཅན་ཡིན་ན་ཡང་དེ་ཚོང་པ་བཀའ་བསྒོ་དང་བཟང་པོ་ལ་སོགས་པའི་སྦྲང་རྩི་ཕུལ་བ་ལ་སོགས་པ་ཟེར་བ་འདྲ་བོ་དེ་འདྲའི་དངོས་སུ་ཆུ་མགོར་བསྐོར་བའི་སློབ་མ་ལྟ་བུའི་མིང་ཐོགས་ནས་མིན་ན་ཡང་གང་ལྟར་ཡང་དེ་འདྲའི་མང་པོ་ཡོང་གི་ཡོད་རེད། བླ་མ་ཀྱི་ཞལ་གདམས་པ་རྣམས་ལ་ཡང་དཀའ་ངལ་འཕྲད་པ་དང་སྣང་ཚུལ་ལ་དེ་འདྲ་ཡོད་རེད་དེ་འདྲའི་གི་སྐབས་སུ་ཡང་དེ་གི་མིག་སེར་གི་མི

ཐུན་མོང་གི་མཐུན་རྐྱེན་ཆེ་ཤོས་དེ་འདམ་ཡག་དེ་འབད་བརྩོན་བྱེད་ཀྱི་ཡོད། དཔེར་ན། ཝེ་ཟེར་བ་ལྟ་བུ་ཞིག་དང་དབུས་མོ་བཅས་ཅན་ས་བོ་ལྟ་བུ་ཝེ་ཟེར་བ་ཚིག་དེ་འདྲ་བོ་ཡིན་ན། ཡང་དཔེར་ན་ཨ་མདོ་གི་ཕྱོགས་འདྲ་བོ་དེ་འདྲའི་མང་པོ་ཞིག་ནི་ཡང། པགས་དེ་བྲིས་འགྲོ་གི་ཡོད་རེད་དེ་གང་རེད་ཟེར་ན་པགས་ལ་བ་ལབ་ཀྱི་ཡོད་རེད།

དེའི་ཁྱད་པར་ཤེས་པ་ཆེན་པོ་ཞིག་ཡོད། དེ་འདྲ་ཡིན་དུས་མདོ་དབུས་ཁམས་གསུམ་གང་གི་ཡིག་ཐོག་ནས་བཀླགས་ཀྱང་སྒྲ་ཆུང་མཐོན་ཙམ་ཞིག་ཡོང་བས་དེ་ནི་དེ་འདྲའི་གི་དུ། འགྱུར་བ་ཆེན་པོ་མི་འགྲོ་བའི་ཆེད་དུ་བ། འཛག་བ་གི་བ་དེ་བསྡམས་ཀྱི་ཡོད་རེད། དེ་བསྡམས་ཡང་དེ་དཔེ་མི་སྲིད་པའི་སྟེང་འགྲིག་དུ་ཡོད་རེད། དེ་འདྲ་བོ་གི་རིགས་པ་དེ་སྦྱར་ཀྱང་དེ་རྣམ་རྒྱལ་འགའ་ཚོས་སྒྲ་ཐད་ཀར་སྤྲོད་དགོས་པ་དེ་ཚོ་ལ་འདོད་དབུས་ཁམས་གཞུང་གི་དེ་ནས་ལོག་རྩོལ་དེ་གཞིར་བཞག་བྱས་ནས་ཅིག་ཐུན་མོང་གི་མཐུན་ཆ་གཙོ་བོ་དེ་ཕར་ཅིག་སྤྲོད་དགོས་ཡ་འདྲ་བོ་དེ་གནད་འགག་ཆེན་པོ་ཡིན་ས་རེད། མ་གཏོགས་ད་དེ་གི་སོ་སོ་གི་རང་སྒྲ་ཐོན་ཙམ་གྱི་གི་གནས་སྐབས་ཀྱི་ཡུལ་སྐད་དང་ལུང་སྐད་དེ་བྱས་ན་མཚམས་མཚམས་པ་དེའི་སྟེང་ནས་ཧེ་བག་ཧ་ཅང་ཆེན་པོ་ཡོང་འགྲོ་བ་དེ་འདྲ་ཡོད་རེད། འོ་དེ་འདྲ་ཡིན་དུས་དེ་ཚོའི་ཧེ་བག་དེ་ཆུང་བར་བཏང་བ་ཡིན་ན་མགོ་རྙོག་དེ་ཉུང་བར་འགྲོ་གི་ཡོད་རེད་བ། འོ་དེ་འདྲ་ཡིན་དུས་དེ་ཚོ་ནམ་རྒྱུན་ང་ཚོ་གི། ཡིན་ད་ཡིན་ན་ལོའི་ཟེར་བ་དེ་ལོའི་ལོའི་ཟེར་བ་ཡོད་ད་ལོའི་ཟེར་དེ་ལ་ཡང་ཡིན་པ་བ་སྒྲ་ཡང་ཡོད་པ་ཁ་ཅུང་ཟད་གསུམ་ཡོད་པ་དེ་འདྲའི་ཨེ་ཡོད་ནི་ད་ནི་ལོའི་ཟེར་བ་དེ་ད་ང་འདྲ་བ་ཡིན་ན་ཡི་གེ་འདི་འདྲ་ཞིག་ལས་གཞན་པ་ཅང་བདམས་མ་ཤེས་རེད་དེ་ད་ཡིན་ན་འདི་ལ་ལོའི་ཟེར་བ་དེ་གཞན་པ་དག་ཆ་དེ་འདྲའི་གྲས་ཡོད་སྲིད་གི་རེད་ཨ་ནི་ནི་དེ། དེས་ན། དགོངས་དག། ལོས་ཟེར་བ་དེ་ཡི་ཨ་ནེ་ནི་ཨ་ནེ་ནི་ཛི་ད་ཏའི་ཀྱི་ཁར་ཀི་འདྲ་བོ་རེ་ཡོད་ཨ་ནེ་ཟེར་ན་ཨ་བྷྱི་ཟེར་བ་འདྲ་བོ་ག་རེ་ན་ཨ་སི་ཟེར་བ་འདྲ་བོ་རེ་ཟེར་ལབ་སྟངས་མང་པོ་ཡོད་རེད་བ་ད་དེ་འདྲས་ཅིག་རེད་དེ་དེ་དེ་དེ་ལྷ་ས་དེ་ཚོ་ལ་ཕར་ཆེར་དེ་ཕ་གི་ཕྱོགས་ཀི་ཕ་གི་སྤུན་རྒྱ་ཡིན་པའི་བུད་མེད་དང་ནི་མ་གི་དེ་གི་དེ་བུ་མོ་བུ་ནུ་མོ་འམ་དེ་གི་སྐྱོན་སྐྱེན་མོ་ཡིན་པ་དེ་འདྲས་དེ་ཚོ་ལ་ཡང་ཅིག་མིང་འབོད་སྟངས་ཁ་ཁ་འདྲ་བོ་ཡོད་གི་ཡོད་ས་རེད་བ་ད་ང་ཚོའི་ཕ་ཡི་ལ་ཞི་དྲག་ཞི་དྲག་དེ་ཁ་ཁ་འདྲ་བོ་ཅིག་ཡོད་ལ་མེད་ན་ཡོད་ན་མེད་ན་ཧ་གོ་གི་མེད་དེ་འདྲ་ཡིན་དུས་ཨ་ནེ་ནི་བཙུན་མ་ཞིག་ཡིན་རྒྱུ་ཞིག་དང་དེ་རེད། དེ་འདྲ་ཡིན་དུས་ད། གང་ལྟར་ཡང་ཁོང་མོས་རྒྱུན་དུ་འཕགས་པ། ཉང་རིང་ལས་འདས་པོ་དེ་རྡོ་སློག་རྡོ་བྱེད་པ་ལ་ད་གཏང་སའང་དེ་འདྲ་ཡོད་རེད་དཔེར་ན་ཁོ་རང་གི་ཁྱིམ་ནང་དེ་སྤྱིར་བཏང་གི་རུས་ལུག་པ་རྟའུ་ལུག་པ་ཡིན་པ་ལ་ཡང་ནང་པ་ཡང། སངས་རྒྱས་པ་ཡང་ཡིན་པ་དེ་འདྲ་ཡོང་གི་ཡོད་རེད་མང་པོ་ཡོད་རེད་ཁྱིམ་ཚང་གཅིག་གི་ནང་ལ་དེ་འདྲ་ཡང་ཡོད་རེད་ད་ལྟའི་ཆ་ལ་ཡང་མྱ་ངན་ལས་འདས་པའི་མདོ་ལུང་བདུན་ཞེས་པ་སློབ་དཔོན་གྱིས་བསམས་པ་ལས། དེ་མ་ཐག་མདོར་བསྡུས་མར་དུ་ཡོང་བའི་དགོངས་དོན་ཁོང་དུ་ཆུད་པར་གྱུར་ཀྱང་ཕར་ལ་འཆད་པར་མཛད་དོ། ད་དེ་འདྲ་ཡིན་འདུག་གི་སྤྱིར་བཏང་གི་སློབ་དཔོན་དཔེ་རྣམས་ཀྱི་ཡི་གེ་ཞིག་ཡོད་མ་རེད། ད་ཡིན་ན་ཡང་ཨ་མཆོག་གི་ནང་ནས་མདོ་དེ་ཚོ་གཞན་པ་གིས་བཏོན་པ་དེ་གསན་པ་ཡིན་ན་ལམ་སང་ནང་དོན་དེ་བཞིན་མཁྱེན་འགྲོ་གི་ཡོད་རེད།

ད་ལྟའི་གོང་གི་དེ་ཨམ་ཅོག་གི་གསལ་གནས་དེ་ནི་གཅིག་ནང་དོན་དེ་གོ་ནས་མི་ཕར་བཤད་ཡོང་དུས་བཙུན་མ་དེ་གི་ཡང་དག་ཅིག་དོར་སྣང་བྱས་ནས་ཡ་ད་དེ་ན་འདི་གི་ཁོ་མོ་གི་ཡི་གེ་ལག་གི་ཡོད་རེད་ཡི་གེ་གི་ཚིག་རེ་རེ་ནས་ད་ཅིག་ཚིག་འབྲེལ་རིང་ར་བའི་མི་གོ་ས་དེ་ཚོ་སློབ་དཔོན་ལ་དྲིས་རེད་སློབ་དཔོན་གྱིས་ཤར་ནས་སྐབས་དེར་སློབ་དཔོན་གི་ད། ད་འདིའི་སློབ་དཔོན་གྱི་ཡི་གེ་ཤེས་མི་ཤེས་ཟེར་བ་དེ་ལ་རྒྱ་གོ་རང་གི་ནང་ལ་གསུང་ཟུར་མ་འདྲ་བ་ཏོག་ཙམ་རེ་ཡོང་གི་ཡོད་ས་རེད་དེ་ད་ཡོང་ཁྱབ་གི་ཡིན་ན་འདིའི་འདིའི་གི་རྩ་ཚིག་གི་ནང་ལ་དངོས་སུ་གཞུང་གི་དཀྱུས་སུ་དངོས་སུ་ཡོད་པ་ནང་བཞིན་བྱས་ནས་མདོར་ན་ཁོང་ཡི་གེ་ཤེས་ཡོད་མ་རེད། སློབ་དཔོན་གྱིས་བཤར་ནས་ངས་ཡི་གེ་ཀློག་མི་ཤེས་ནང་དོན་གྱི་ཐོག་ལ་དྲི་བ་ཡོད་ན་དྲི་ཞིག་ད་དེའི་འདི་གི་ཚིག་དེ་ཚོ་འགྲིག་འགྲིག་མི་འགྲིག་ཟེར་བ་དེ་ཚོ་ཕྲ་མོ་ཅང་བརྟག་མི་བརྟག་དེ་འདྲི་ངས་བཤད་ཤེས་གི་མི་འདུག། ཡིན་ནའང་ནང་དོན་གྱི་ཐོག་ནས་དང་དོན་དག་གི་འགངས་དང་གོ་བ་གི་ཐོག་ནས་ང་ལ་སྐད་ཆ་དྲིས་ན་ངས་ལན་རྒྱག་པ་ཡིན་སོང་ཟེར། བཙུན་མ་ན་རེ་ཡི་གེ་མི་ཤེས་པར་ནང་དོན་ཤེས་པ་ཇི་ལྟར་ཡོང་ཞེས་པས། དེས་ཤེས་པ་འོ་ད་ལྟའི་ཡི་གེ་ཟེར་བ་དེ་མ་ཤེས་ན་ནང་དོན་ཇི་ལྟར་དུ་ཡོང་རེད་ཅེས་དེས་སློབ་དཔོན་གྱི་ལན་དུ། སངས་རྒྱས་རྣམས་ཀྱི་སྨྲ་བྱུང་དོན་ཡི་གེའི་ཚིག་དང་འབྲེལ་བ་མེད། འོ་དེ་སྐབས་ཀྱི་ད་ལན་དེ་སྣང་རེད། དེ་འདྲ་ཡིན་དུས་ཀྲུའུ་ཧྥུའོ་མེའོ་ལིས་ཧྥེའི། བཀའ་བོན་ཚུལ་གསུངས་ནས་སངས་རྒྱས་ཐམས་ཅད་ཀྱི་བདག་གི་དགོངས་པ་རྨད་དུ་བྱུང་བ་འདི་ད་ལྟའི་གི་དེ་ཡི་གེ་གི་ཚིག་དང་འབྲེལ་བ་གང་ཡོད་མ་རེད། ད་ལྟའི་ག་རེ་རེད་བྱས་དང་ད་ནི་ཚིག་སྒྲར་ངག་གི་ལམ་གྱིས་མི་མཚོན་པ། ནམ་མཁའ་ལྟ་བུའི་ཆོས་ཀྱི་རང་བཞིན་ཡིན་པ་འདི་ཡི་རྒྱུ་མཚན་གི་དེ་ནི་ཡི་གེ་དང་འབྲེལ་བ་ཡོད་མ་རེད་གསུངས་ནས་ཧ་ཅང་དེ་གི་དེ་ལྟ་མཐོན་པོ་ཞིག་གི་ཐོག་ནས་མ་རེད་གསུངས་གི་ཡོད་རེད། ཡོད་རེད་མ་གཏོགས་ཀི་ཡང་འབའ་དེ་ཁོ་རང་ཡི་གེ་དང་འབྲེལ་བ་ཡོད་མ་རེད་ཟེར་དུས་ཡི་གེ་གི་རྒྱུ་རྐྱེན་ལ་བལྟས་ནས་དེ་ནི། ད་དེ་རྟོགས་པ་ལ་ཡང་ཅིག་ཐབས་ཤེས་བཏང་ཡང་འདྲ་བོ་དང་ང་ཚོ་དེ་ཁྱོད་ནི་ཡོད་མ་རེད་དེ་གསུང་གི་ཡོད་ས་མ་རེད། འོ་ན་ག་རེ་རེད་གསུང་དུས་ཁྱོད་རང་གི་ཡི་གེ་མ་ཤེས་ན་དོན་ཁྱོད་ནི་རྟོགས་ཐུབ་ཀི་མ་རེད་བསམ་པའི་དེ་འདྲའི་གི་ཅིག་དེ་གཉིས་ཀི་བར་ལ་ཐབས་ཅིག་དང་དེ་འདྲའི་གི་ཁོ་རང་མེད་ན་མི་འབྱུང་གི་འབྲེལ་བ་ཞིག་གི་ཐོག་ནས

གྲོང་པའི་མི་རྒན་པ་ཐམས་ཅད་ལ་མི་འདི་ནི་དེ་ནི་ད་དེ་དེ་དེ་རེད་ད་དེ་སོང་སྟངས་དེ་ཕར་ལྟ་ན་འདིའི་ནང་ལ་ཚིག་ཉུང་ཉུང་ཅིག་རེད་དེ་ཡིན་རྒྱུ་དེ་དེའི་སྐོར་དུ་མང་པོ་ཅིག་རང་ད་ཡིག་ཐོག་ལ་འདི་འདྲའི་སྙིང་བསྡུས་ཀྱི་བཞག་རི་མ་གཏོགས་གི་ད་ཁོང་གིས་དེ་གི་སངས་རྒྱས་ཐམས་ཅད་ཀྱི་དགོངས་པ་མ་བསྡུས་བྱུང་བ་ངེས་པ་དོན་ཡིན་ཏེ། དེ་ནི་ཚིག་དང་ཡི་གེ་ལས་འདས་པ་སྒྲ་དང་ཚིག་གི་སྤྱོད་ཡུལ་མ་ཡིན་པའི་དེ་ལྟ་བུའི་ངེས་དོན་མཐར་ཐུག་གི་དེ་གི་སེང་གེ་གི་སྒྲ་དེ་དང་སྒྲ་ཡོད་པའི་དོན་དག་རེད། དེ་ཡང་སྒྲ་དང་དེ་ནི་བཙུན་མ་དེ་ལ་ཡང་དག་ཅིག་ཉམས་རྟོགས་དང། ག་རེ་སྲིད་ཀྱི་ཐུགས་རྒྱུད་ལ་ངེས་ཤེས་ཡག་པོ་འཁྲུངས་ཡོད་ཟེར་བ་དེ་འདྲ་ཡིན་ཙང་དེའི་ཚེ་བཙུན་མ་མི་བཟོད་པའི་སྙིང་པོ་ངོ་བོ་མཚར་དུ་གྱུར་ཏེ། གྲོངས་པའི་མི་རྒན་པ་ཐམས་ཅད་ལ་ཟེར་ཨོ་ད་མི་རྒན་དེ་ཚོ་ཚང་མ་ལ་ཨོ་ད་མི་གཅིག་ནས་གཉིས་གཉིས་ནས་བཅུ་ཟེར་ནས་དེ་ནས་ཡོད་རེད་བ།

ཚའོ་ཧྲུའུ་ལིའང་ཟེར་བ་དེ་དེ་ནི་དེ་གའི་ཚ་བོ་ཞིག་ཡོད་དེ། ལ་སོགས་པ་དེ་ད་དེའི་ནང་ལ་ཅིག་གོ་ད་དེའི་སྐབས་སུ་རྒྱལ་རབས་དེ་དང་མཉམ་ནས་ཡོད་ས་མ་རེད་དེ་དབྱིན་ན་དེའི་རྒྱལ་རྒྱུད་འདྲ་དེ་འདྲ་དམངས་ཁྲོད་ནང་མ་རང་འཁྱམས་དེ་ཡོད་ས་རེད་པ་ཡིན་དེའི་དམངས་ཁྲོད་ནང་ཡང་ད་ང་ཚོ་ང་བདག་གི་གདོང་ཆ་ཚང་ལ་ཡོད་ཟེར་ན་འདྲ། དངོས་སུ་རྒྱལ་པོ་མེད་ན་ཡང་ད་ལྟའི་བར་དེ་ཡང་ཨོ་ད་བོད་གཙང་པོའི་གདོང་རྒྱུད་རེད་ཟེར་བ་འདྲ་བོ་དེ་འདྲའི་ཞིག་མཚམས་མཚམས་ལ་ད་ཏོག་ཏོག་ཙམ་ཏོག་ཙམ་ཁོ་རང་མི་ཚང་མ་ཡུལ་ལུང་སོ་སོ་ནས་བཙོད་གུར་ཞིག་བདའ་ས་དེ་འདྲའི་ཁྱིམ་རྒྱུད་དེ་འདྲ་ཡོང་གི་འདུག་བ་དཔེ་དེ་འདྲ་བོ་ཞིག་ཡིན་ས་རེད་དེ་ལ་སོགས་པའི་གྲོང་པ་དེའི་མི་རྣམས་སྔ་བཞིན་འདྲ་བཞིན་སློབ་དཔོན་གྱི་མདུན་དུ་ཡོང་ནས་དེ་ནས་ཕྱག་ཕུར་ཞིང་བསྙེན་བཀུར་ཞུས་སོ།

སྤྱིར་བཏང་གི་ལོ་རྒྱུས་ནི་རྙོག་དྲ་ཅུང་ཙམ་ཡོད་རེད་ད་གང་རེད་ཟེར་ན་ཁོང་ལ་ཆུ་དེ་ཐོབ་ནས་དཔང་མེད་ནས་ཁོང་ཕེབས་ཡོང་དུས་སྤྱིར་བཏང་གི་མི་མང་པོ་ཞིག་གིས་རྗེས་འདེད་བྱས་ནས་དེ་སྐབས་སུ་ཧུའེ་མིན་ཟེར་བ་དེ་ཁོང་གི་རྗེས་ཆོད། རྗེས་ཆོད་ནས་དེ་ནས་ཁོང་གི་དེ་ལ་ཕར་ཆུ་བཟུང་ནས་རྟོག་པ་མངོན་དུ་གྱུར་ནས་ཡོང་ནས་དེ་ནས་བཟུང་སྟེ་དེ་འདྲའི་ཆགས་པ་ཞིག་ཡོད་རེད། ཡང་གཞན་པ་དེ་ཚོ་རམ་ཟླ་དེ་ཚོ་གི་མ་སླེབས་རེད་ད་ཡིན་ན་ཡང་མཐའ་མ་དེ་ལ་ཡང་བསྐྱར་དེ་ལ་རམ་ཟླ་ཡོང་རེད་ད་ད་རམ་ཟླ་ཡོང་བའི་རྒྱུ་མཚན་དེ་ག་རེ་རེད་ཟེར་ན་དེ་ལ་རིགས་གཉིས་ཡོང་གི་ཡོད་རེད་གཅིག་དེ། ཁོང་གིས་གཅིག་གྱུར་གྱི་ཆུ་རྒྱུན་འདི་དག་ཡུ་རོབ་ཏུ་པར་ཆགས་ཚར་བ་ཡིན་ཙང་དེ་གི་གཅིག་གྱུར་གྱི་ཆུ་རྒྱུན་སྙིང་པོ་དེ་ཁོང་ལ་ཡོད་རེད། གཅིག་གྱུར་གྱི་ཆུ་རྒྱུན་སྙིང་པོ་དེ་ཁོང་ལ་ཡོད་དུས། ཁོང་གི་མདུན་ནས་ཆུ་ཐོབ་ནས་དེ་གི་མ་ངག་དང་གདམས་ངག་དེ་ཐོབ་ཡག་གི་ཆེད་དུ་རེད། གང་རེད་ཟེར་ན་དཔང་མེད་ལ་དེ་གི་སྤྱིར་བཏང་གི་དགེ་འདུན་པ་དང་མི་སྐྱ་དེ་འདྲ་དག

ཡང་དུས་གཅིག་ན་སློབ་དཔོན་ཆེན་པོ་དཔེ་རྣོན་དེ་ཉིད་ནོར་བུའི་ནགས་ཀྱི་དགོན་པ་ན་བཞུགས་ཏེ། ད་དེ་ཡིན་དུས་དེའི་སྐབས་སུ་ད་ནོར་བུའི་ནགས་ཀྱི་དགོན་པ་ན་བཞུགས་ཡོད་རེད། ཨོ་ཡང། དེ་ནི་ནོར་བུའི་ནགས་ད་ལྟའི་ནོར་བུའི་ནགས་ཟེར་བ་དེ་སྔ་སྔ་མོ་ངས་འདི་འདྲའི་ཡང་བསྒྱུར་བ་མཐོང་སོང་མི་གཞན་པ་གི་ཡང་དཔེར་ན་ཅིག་ཅིག་ཅིག་ནགས་ཀྱི་ཀུན་དགའ་ར་བ་ཟེར་བ་འདྲ་བོ་དང་ནགས་ཀྱི་ནགས་ཀྱི་ཟེར་བ་ལྟ་བུ་མངའ་བདག་མའི་སྤྲུལ་པ་ལ་སོགས་པ་དེ་འདྲའི་དང་འདྲ་བའི་ལོ་རྒྱུས་དེ་འདྲའི་ནང་ན་དེ་འདྲའི་ཡོད་རེད་ཡིན་ནའང་ད་འདི་ཚུལ་ལ་བསྒྱུར་ན་ཡང

བསིལ་བའི་ཚལ་ཟེར་བ་དེ་འདྲ་ཡང་ཡོང་གི་ཡོད་རེད་བ། དེ་འདྲ་ཡིན་ན་ད་འདིའི་སྐབས་སུ་ནོར་བུའི་ནགས་ཀྱི་དགོན་པ་ན་བཞུགས་ཏེ། ནོར་བུའི་ཚལ་གྱི་དགོན་པ་ན་དེ་དག་ཙམ་འདྲ་ཡོང་གི་འདུག་འོ་དེ་འདྲ་རེད། དགོན་པ་དེ་ནི། ཧྲུའུ་རྒྱལ་རབས་ཀྱི་མཇུག་ཏུ་དམག་གིས་མེར་བསྲེགས་ནས་ཤུལ་ཙམ་ལས་མེད་པར་བྱས་པ་ཅིག་ཡིན་ཞིང། དེ་ནས་སྔར་གྱི་རྩིག་རྨང་ཐོག་བསྐྱར་དུ་དགོན་པ་བཞེངས་པ་ལྟར་སློབ་དཔོན་ཟླ་འབྲང་ནས་བཞུགས་སུ་གསོལ་ལོ་ཟེར་དུས་ནོར་བུའི་ནགས་ཀྱི་དགོན་པ་ཟེར་བ་དེ་དེ་འདྲས་ཤིག་ཡིན་དར་ནི་རེད་ཟེར་དེ་ལྟས་མར་ལོར་གྱིས་ཤིག་སོང་ཤག། དེའི་ཚེ་དགོན་པ་དེའང་གློ་བུར་དུ་ད་རེས་སློབ་དཔོན་དེ་ལ་བཞུགས་ནས་མར་ཆུ་ཅིག་སོང་དུས་དེ་དགོན་པ་དེ་པས་བཀའ་བསྒྲགས་ཆེན་པོ་ཆགས་རེད། དེར་གློ་བུར་དུ་རྩ་ཆེ་བའི་གནས་མཆོག་ཅིག་འདི་གྱུར་ཀྱང།

ཧ་ཅང་གི་ཅིག་དེ་གི་ད་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་ཡིན་ནའང་མཚམས་མཚམས་ལ་ཅིག་འཇིག་རྟེན་གྱི་མི་ཐ་མར་པ་ནང་བཞིན་གྱི་ཡང་དཀའ་ངལ་ཡང་མང་པོ་ཅིག་མི་ཚེའི་ནང་ལ་འཕྲད་གི་དེ་ཡོད་རེད། དེ་བཞིན་དུ་དཔེར་ན་ང་ཚོ་གི་ད་ནུབ་ཆེན་པོ་སངས་རྒྱས་ཤིག་རིན་པོ་ཆེ་གི་རྣམ་ཐར་ལྟ་བུ་ལ་མཇལ་བ་ཡིན་ན་ཁོང་བསམ་གྱིས་མི་ཁྱབ་པོས་དེ་གི་མཁས་པ་དང་དྲིས་པ་བདག་ཉིད་ཆེན་པོ་རེད་དེ་ཡང་གི་ཚེའི་ནང་ལ་ཡང་གང་ལོག་ལ་སོགས་པ་དང་ལ་ད་ཅིག་མདོར་ན་ཅིག།

འདི་ནས་ཀྱི་ཆོས་དང་གདམས་ངག་ཐོབ་དྲིལ་བུ་མཐའ་ཚང་ལྟར་བཤགས་པའི་རྗེས་སུ་ཡང་ཡང་གི་ཚིག་ནང་ལའང་བར་ཆད་ནི་མང་པོ་འཕྲད་ཡོད་པ་དེ་འདྲ་རེད། ཕ་དབང་དག་གི་བར་དུ་བཞུགས་ཏེ་གནོད་པ་ལས་ཐར་བ་ཡིན་འདུག་གོ། ད་ལྟའི་བར་དུ་ཡང་སློབ་དཔོན་སྐྱིད་གྲོང་གི་གཞུག་པོ་པུས་མོ་དང་སྣབས་གཟི་བརྗིད་རྡོ་བ་ལ་ཧྲང་ཤིན་ཏུ་ཡོད་རེད་ཟེར་ད་ས་ཆ་དེ་ལ་དེ་གི་ད་ལྟའི་བར་དུ་ཡང་དེ་འདྲ་ཡོད་རེད། རྡོ་དེའི་མིང་ལ་ཡང་ཉེན་ཡུལ་རྡོ་ཟེར་ནས་ཉེན་ཁ་ལས་གཡོལ་ཐབས་བྱས་ནས་དེ་ནས་སྐོང་ས་ཡིན་པའི་ཅི་ཞེ་ན་ད་ཡིན་པའི་རྒྱུ་མཚན་གྱིས་ཉེན་ཡོད་འདུག་ཟེར་ནས་གྲགས་པ་ཡིན་ལ། སློབ་དཔོན་གྱིས་རྒྱུད་རབས་ལྔ་པ་ལྔ་པའི་ཡུལ་དབུས་སྤྱི་དང་སི་དབུས་གཉིས་སུ་འབྱོར་ཚེ་དེར་འདུག་དགོས་པའི་ལུང་བསྟན་ཡོད་པ་དེ་ཐུགས་ལ་དྲན་ནས་རེ་ཞིག་གཞན་དུ་མ་ཕེབས་པར་ཡུལ་དེ་གཉིས་སུ་བཞུགས་པ་ཡིན་ནོ། ད་སི་དང།

དེ་འདྲ་ཡིན་དུས་དཔེར་ན་རྗེ་བཙུན་མ་ལ་རི་པ་ཡང་དེ་འདྲའི་རེ་བ་བཀྲག་སྒོམ་བརྒྱབ་ནས་པའི་དཀའ་ལས་འཕྲད་དུ་ཡོད་དུས་དེ་ནི། ད་ཅིག་ད་རིང་ང་དཔེ་མི་སྲིད་པར་ད་ཅིག་དཀའ་ངལ་ཅིག་འཕྲད་ཀྱི་འདུག་དགོངས་དེ་གི་དེ་ནི་དཔེར་ན་སློབ་དཔོན་གྱིས་མ་རེད་དེ་གི། སྒྲ་བསྒྱུར་མར་པ་ལོ་ཙཱ་གི་ཁོང་ལ་དེ་འདྲའི་ཅིག་ཤོག་དྲིལ

ད་བརྩོན་པ་ཆོས་ཀྱི་རྒྱ་མཚོ་རྗེས་སུ་བཟུང་བ། དེ་ཡང་བརྩོན་པ་ཆོས་ཀྱི་རྒྱ་མཚོ་ནི། ཁྲའོ་ཀྲུའུ་ཡེར་གྱི་ཆུ་ཆང་ཆུ་ཆང་གི་མི་ཡིན་ཏེ་ཆུ་ཆང་ཟེར་བ་དེ་ཡེར་ཏི་ས་ཆ་རེད། ཁོང་གིས་ཐོག་མར་དེ་ག་ད་དེ་ག་ཀྲའོ་ཀྲུའུ་ཟེར་བ་དེ་ག་ས་ཆ་གི་ཆུ་ཆང་གི་མི་རེད། ད་ལྟའི་འདི་ཁོང་གིས་ཐོག་མར་རྒྱུད་རབས་དྲུག་པ་སློབ་དཔོན་དབུས་ནང་དང་སྦྱར་སྐབས་ད་འདི་བཙུན་པ་ཆོས་ཀྱི་རྒྱ་མཚོ་གི་སྐོར་དེ་ཐོག་མར་བཤད་བཞག་འདུག་དེ་ཡང་རྒྱུ་མཚན་ཡོད་རེད་གང་ལ་ཅེ་ན་བཙུན་པ་ཆོས་ཀྱི་རྒྱ་མཚོ་འདི་སྤྱིར་བཏང་གི་ད་ལྟ་འདི་གི་སྟེགས་མདོ་དམ་ཆོས་རིན་པོ་ཆེ་བཏགས་པའི་མདོ་འདི་བཀའ་བསྡུ་གནང་མཁན་གཙོ་བོ་དེ་བཙུན་པ་ཆོས་ཀྱི་རྒྱ་མཚོ་ཆགས་ཡོད་རེད་དེ་འདྲ་ཡིན་དུས་བཙུན་པ་ཆོས་ཀྱི་རྒྱ་མཚོ་དཔག་ཧའི་ཟེར་བ་ཡོངས་གྲགས་དེ་རེད། བཙུན་པ་ཆོས་རྗེ་རྒྱ་མཚོ་ནི་ཀྲའོ་ཀྲུའུ་ཡུལ་གྱི་ཆུས་ཅང་གི་མི་ཡིན་ཏེ། ཁོང་ཐོག་མར་རྒྱུད་རབས་དྲུག་པ་ལྷུན་པོ་ཧུའེ་ནང་དང་སྦྱར་གྱི་སེམས་གང་ཡིན་པ་དེ་ཉིད་སངས་རྒྱས་ཡིན་ནོ་ཞེས་པའི་དོན་ཇི་ལྟར་ཡིན་པ་བསྟན་དུ་གསོལ་ཞེས་ཞུས་སོ། ད་དེའི་འདུག་སེམས་གང་ཡིན་པ་དེ་ཉིད་སངས་རྒྱས་ཡིན་ནོ་ཟེར་བ་དེ་ད་དེ་ག་རེ་རེད་ཟེར་ནས་དེ་ནི་ཞེས་རེད། དེབ་འདི་སེམས་གང་ཡིན་པ་ཟེར་བ་དེ་ད་རང་གི་སེམས་འདི་སངས་རྒྱས་ཡིན་པ་ཟེར་བ་དེའི་སྐོར་དུ་མདོ་གི་ནང་ལ་མང་པོ་ཡོང་གི་ཡོད་རེད་ཁྱད་པར་དུ་སྡར་མོ་ལྟ་ར་གི་ད་གཞུང་ཆེན་པོ་དེ་ཚོ་གི་ནང་ལ་ཡང་བསམ་གཏན་གྱི་གཞུང་ཆེན་པོ་དེ་ཚོ་གི་ནང་ལ་དེའི་སྐོར་དུ་མང་པོ་ཡོང་གི་ཡོད་རེད། དེ་ཡིན་དུས་དེའི་སྐོར་དེ་དྲི་བ་ཞིག་དྲིས་དུས་དེ་ནི་ད་སློབ་དཔོན་གྱིས་ལན་དུ། སྔར་མི་ཡི་བློ་སྐྱེ་བ་དང་བྲལ་བ་གང་ཡིན་པ་དེ་ནི་སེམས་ཏེ། ཕྱི་མི་ཡི་བློ་འགགས་པ་དང་བྲལ་བ་གང་ཡིན་པ་དེ་ནི་སངས་རྒྱས་ཡིན་ནོ། ད་རྟེན་འབྲེལ་འདི་སྔར་མི་ཡི་བློ་སྐྱེ་བ་དང་བྲལ་བ་ཕྱི་མི་ཡི་བློ་འགགས་པ་དང་བྲལ་བ་དེ་དེ་གཅིག་ག་རེ་རེད་ད་དེ་འགྱུར་བ་རང་སར་གྲོལ་བ་ཆོས་སྐུར་གྲོལ་རིག་པ་རང་གྲོལ་གྱི་བླ་མ་ལ་གསོལ་བ་འདེབས་ཟེར་མགུར་བ་རིན་པོ་ཆེ་གསུང་གནང་ལ་དེ་འདྲ་ཡོད་བ་དེ་འདྲ་ཡིན་དེ་གི་དེ་གི་དེ་རྣམ་རྟོག་གི་འགྱུར་བ་དེ་ཚོ་ཁོ་རང་རང་སར་གྲོལ་ནས་སྐྱེ་བ་སྣང་བ་སྣང་ཐོག་ཉིད་གྲོལ་ཟེར་བ་ནང་བཞིན་གཅིག་སྐྱེ་བ་ཁོ་རང་སྐྱེ་བ་ཉིད་ནི་སྐྱེ་བ་མེད་སྐྱེས་པ་ཉིད་ལ་སྐྱེ་བ་མེད་ཟེར་ནས་གསང་བ་སྙིང་པོ་ནང་ལ་སོང་བ་ནང་བཞིན་བྱས་ཏེ་འདི་ནི་སྔ་མའི་ལྷོའི་སྐྱེ་བ་དང་བྲལ་བ་གང་ཡིན་པ་དེ་སེམས་རེད། ད་སྐྱེ་བ་དང་བྲལ་ན་ཡང་དེ་སྐྱེ་བ་མེད་བཞིན་དུ་ནི་དེ་གི་ད་ད་ལྟ་འཇིག་རྟེན་ཐ་མར་གི་ཚུལ་དུ་སྐྱེས་བསྡད་པ་དེ་དེ་གི་ད་ཁོ་རང་སྐྱེ་བ་ཟེར་བ་དེ་གཞི་མེད་རྩ་བསྒྲིགས་ཡིན་པའི་རྒྱུ་མཚན་གྱིས་ཕར་བཏགས་ནས་བཤད་སོང་ན་དེ་གི་ཁོ་རང་སྐྱེ་བ་དེ་དེ་གི་དེ་ག་རེ་ཟེར། རིགས་འདི་དག་ཉིད་དེའང་རིགས་མེད་ན་ཁྱོད་ཀྱིས་སྐྱེ་བ་གང་གི་ཡིན་པར་འགྱུར་ཞེས་ཟླ་བ་དྲག་པོ་ལ་ཡང་དེ་སྐྱེ་བ་ཟེར་བ་དེ་མཐའ་གི་སྐྱེ་འགག་གི་རིགས་པ་བཤད་དོ་འདིའི་དོན་དམ་པར་གང་ལས་ཀྱང་སྐྱེ་བ་དེ་མི་འཐད་པ་ཞིག་མི་འཐད་པ་ཞིག་ཡོད་རེད། དེ་དེ་གི་དེ་མི་འཐད་ན་ཡང་ནི་ཡང་དེ་མ་བརྟགས་པའི་བློ་ལ་ནི་ཁོ་རང་དེ་གི་དེ་སྐྱེ་བ་མེད་བཞིན་དུ་ཁོ་རང་སྐྱེ་བར་སྣང་བ་ཡང་འཁོར་འདས་བདེ་སྡུག་གི་སྣང་བ་མང་པོ་ཅིག་ཆགས་ཀྱི་ཡོད་དུས་དེ་དེ་སེམས་རེད་ཟེར་བ།

མི་ཡང་སྲིད་བསམ་གཏན་པའི་ཆོས་སྐད་སྒྲ་རྫོགས་ཆེན་པའི་ཆོས་སྐད་སྒྲ་ཅིག་དེ་འདྲའི་རྟེན་འབྲེལ་མ་རེད་སངས་རྒྱས་བཅོམ་ལྡན་འདས་ཀྱི་ནམ་རྒྱུན་དུ་གི་ཤེར་མདོ་གི་ནང་ལ་ཡོངས་ཁྱབ་སུ་དེ་འདྲ་གསུང་གི་ཡོད་རེད་དཔེར་ན་ཤེས་རབ་སྙིང་པོ་ནང་ན་མ་རིག་པ་མེད་མ་རིག་པ་ཟད་པ་མེད་གསུང་བའི་རེད་བ་འོ་དེ་འདྲ་ཡིན་ནའི་མ་རིག་པ་ཟད་འགྲོ་ཡ་དེ་མེད་གསུང་བ་འདི་དེ་འགག་པའི་ལོ་ལྟང་བྲལ་བ་རེད་དེ་འདྲ་ཡིན་དུས་ཕྱི་མ་འགག་འགྲོ་རྒྱུ་གང་ཡོད་མ་རེད་མ་གཏོགས་ཕྱི་མ་འགག་གསུང་བ་དེ་སངས་རྒྱས་ཡིན་ནོ་ལབ་ན་ད་དེ་ཀུན་ནས་ཅིག་དེ་གི་དྲ་བ་དྲ་བའོ་སོ་སོ་སོ་སོ་ཡིན་ཟེར་བ་ནང་བཞིན་དེ་ཅིག་ཉན་ཐོས་བཤད་གྲགས་རྣ་བ་དང་མདོར་བསྡུས་པ་ལ་སོགས་པའི་བུ་དག་དེར་ལྟར་དུ་སྤྱིར་བཏང་གི་གསུང་གི་ཡོད་ཁྱད་པར་དུ་བྱེ་བྲག་རྣ་བ་ལྟ་བུ་ཡིན་ན་དྲ་བའོ་སོ་སོ་སོ་སོ་ཡིན་དྲ་བ་བློ་ཡིས་འགོག་པ་ཡིན་ཟེར་བ་ལ་སོགས་པའི་སྒོ་ནས་གཏམ་ངན་པ་རྫོགས་ཀྱི་ནང་ན་ག་རེ་མང་པོ་གསུངས་ཡོད་པ་དེ་ཚོར་རེ་བ་དེ་ནས་ཕྱི་མའི་བློ་འགག་པ་དང་བྲལ་བ་གང་ཡིན་པ་དེ་ནས་སངས་རྒྱས་ཡིན་ནོ། མཚམས་མར་སྣང་བ་ཡོད་དོ་ཅག་ནི་སེམས་ཏེ་མཚམས་མ་ཐམས་ཅད་ལས་འདས་པ་ནི་སངས་རྒྱས་ཡིན་ནོ་ཞེས་བྱ་སྟེ་མཚམས་མ་དང་སེམས་སུ་སྣང་བ་ཚང་མ་སྟེ་དེ་ནི་དེ་དག་ལུགས་རེད། གལ་ཏེ་བདག་གིས་ཤེས་བདེ་ཤ་ན་མཐའ་ཡས་པས་དེ་བས་ཁོ་བོའི་མགུར་འདི་ཉོན་ཅིག་ཅེས་གསུངས་ནས་མགུར་འདི་བཞེངས་སོ་ཞེས་དང་ད་འདིའི་སྐོར་ལ་ཞིབ་ཆ་བཤད་ན་མང་པོ་བཤད་རྒྱུ་ཡོད་རེད་ད་ངས་རྡོག་རྡོག་བྱས་ནས་ཁྱེད་རང་ལ་བཤད་གི་ཡིན་གསུངས་ནས་དེ་ནས་ཐོག་མ་དེ་ཁོང་གི་ད་ལྟ་གི་བཙུན་པ་ཧྥ་ཧའེ་དང་ཆོས་རྒྱུད་རྒྱ་མཚོ་རྗེ་བཙུན་སྡོང་སྐོར་གྱི་ལས་ཚིམ་དེ་དེ་རེད། སེམས་ཉིད་གང་ཡིན་ལྷག་མཐོང་དེ་ཤེས་པར་ནུས་པ་སངས་རྒྱས་ཉིད་ཞག་ནི་ལྷག་མཐོང་མཉམ་པ་ཡི་དག་པ་སེམས་ཀྱི་དབུས་ན་བདག། བདག་གི་ཆོས་ཀྱི་སྒོ་མོ་འདི་ཁྱོད་ཀྱི་གང་བང་ལིང་འཕྲོ་བཞིན། ཇི་ཚོར་གདོད་ནས་མ་སྐྱེས་པ་སོང་དུ་འཇུག་པ་བདེན་དུ་ཉིད་སོགས་ནས་ད་དེས་གསུངས་ཏེ་དེ་ནི་ཆོས་ཀྱི་རྒྱ་མཚོ་དེ་ཉིད་དེ་མ་ཉིད་དུ་རྟོགས་པ་ཀློང་དུ་གྱུར་ཏེ་སློབ་དཔོན་ལ་མགུར་འདི་ཕར་བ་ཟེར་ད་དེ་ཡག་པོ་ཞུ་བ་རེད་དེ་འདྲ་ཡིན་དེ་ཀ་རང་གི་སེམས་ཉིད་ཀྱི་ངོ་བོ་གདོད་ནས་རྣམ་པར་དག་པ་དེ་ལྷག་མཐོང་རེད། དེའི་ངང་དག་མ་གྲོལ་བ་ད་དཔེར་ན་མར་མེ་ལྟ་བུ་ཞིག་ཡིན་ན་མར་མེའི་རླུང་གིས་མར་མེ་དེ་ཀོ་ཏན་སར་གཡོ་བ་མར་མེའི་སྙིང་པོར་ཏུ་སོང་ནས་དེ་སློབ་པ་ན་རུ་པ་ཚོང་ནམ་པ་སོགས་ཀྱི་ནང་དེར་བལྟ་ཡང་གསར་བའི་མར་མེ་གི་སྙིང་པོ་དེ་འདྲ་བོ་དེ་ལྷག་མཐོང་རེད་དེ་ཁོ་སེམས་ཉིད་ཀྱི་གནས་ལུགས་གདོད་མ་ནས་འོག་གསར་བའི་རང་བཞིན་དེ་རེད་དེ་སེམས་ཉིད་གང་ཡིན་ལྷག་མཐོང་དེ། ད་ཞི་བར་གནས་པ་སངས་རྒྱས་ཉིད་ཟེར་དུས་དེའི་ངང་ལ་དེ་ནི་ཅི། མ་ཡང་བར་མ་ཡང་མར་བསྒོམས། གི་ངང་ལ་གནས་དག་པ་དེ་ཤི་བར་གནས་པ་ཟེར་བ་དེ་ལྟ་སྐད་ཅིག་བྱང་རྒོད་དང་དེ་ནི་བྱང་བ་དང་རྒོད་པ་ལ་སོགས་པ་མདོར་ན་དེ་ལྟ་བུའི་རྣམ་རྟོག་གི་རླབས་ཀྱིས་མ་བསྐྱོད་པ། ད་ཡང་རྣམ་རྟོག་གི་རླབས་ཀྱིས་མ་བསྐྱོད་པ་ཟེར་དུས་ཡང་མཚམས་མཚམས་འདིའི་སྐབས་སུ་རྣམ་རྟོག་མེད་སོང་བ་ཞིག་ལ་གོ་བོ་མི་འདུག་ཡིན་ན་ཁོ་རྣམ་རྟོག་རྣམ་རྟོག་ཏུ་མ་གནས་པར་རྣམ་རྟོག་རང་སར་ཤི་བའམ་རྣམ་རྟོག་ཆོས་སྐུར་གྲོལ་བའོ་དེ་འདྲ་བོ་ཡིན་ན་ད་རྣམ་རྟོག་མེད་ཟེར་བའི་ཚིག་དེ་བརྗོད་ནའང་འགྲིག་གི་ཡོད་རེད་དཔེར་ན་དབུ་མ་དངོས་གཞིའི་སྒྲོན་མེ་གི་ནང་ན་འཇམ་མགོན་དམར་པོ་རིན་པོ་ཆེ་གིས་ཁོ་རང་སྟེ།

ཟེར། མེད་ལབ་ཡང་དེ་ལ་དབྱངས་ཅི་དྲང་ཐེ་ཚོམ་གྱི་དགོས་ཡ་ཞིག་མི་འདུག་ཟེར། ཡིན་ནའང་ཁོས་མེད་པ་དེ་ཡང་དེ་གི་མེད་པ་ཡིན་པ་དེ་ད་སྒྲུབ་གྲལ་དུ་ལབ་ད་གོ་གི་ཡོད་རེད་བ། འོ་དེ་རེད་ཟེར། ཡིན་ནའང་འདིའི་སྐབས་སུ་ཡང་གཙོ་བོ་དེ་དེ་གི་ཞི་བར་གནས་པ་སེར་བོ་འདི་ཡང་ཞི་བ་མ་ཡིན་པ་མེད་པ་རྣམ་རྟོག་ཐིམ་མོལ་བའི་དེ་གི་མེད་པ་ད་དེ་གི་ཉོན་མོངས་པ་ལ་སོགས་པ་དེ་གི་རང་མཚན་གྱི་དེ་གི་དེ་མཚན་མ་དེ་ཚོ་མེད་རེད། ཡིན་ནའང་རྣམ་རྟོག་གི་ངོ་བོ་ཆོས་སྐུར་ད་དེ་གི་རྟོགས་སོང་བ་ཡིན་ན་དེ་སྐད་ཆ་ག་ག་རེད་དེ་ཅང

གདོད་ནས་སྐྱེ་བ་མེད་པ་ཡིན་པའི་རྒྱུ་མཚན་གྱིས་དེ་ནི་དེ་ལྟ་བུའི་ཅིག། སྣང་བཞིན་སྟོང་ལ་སྟོང་བཞིན་སྣང་བ་སྣང་སྟོང་ཟུང་དུ་འཇུག་པ་མཚན་ཉིད་པ་ཞིག་བྱུང་ན་དེའི་བདེན་དོན་དང་མཐར་ཐུག་གི་དོན་ནི་དེ་དེ་རེད། དེ་དེ་ཡིན་དེ་འདྲ་ཡིན་ས་རེད། འོ་དེ་འདྲ་རེད། དེ་ནས་ད་ཞེས་གསུངས་པ་ན་དེ་ནས་ཆོས་ཀྱི་རྒྱ་མཚོ་དེ་མ་ཉིད་དུ་རྟོགས་པ་ཀློང་དུ་གྱུར་ཏེ་སློབ་དཔོན་ལ་བསྟོད་པ་མགུར་དུ་ཕུལ་བ། སྤྱིར་བཏང་གི་མདོའི་སྡེ་ཚོ་ཡང་བླ་སློབ་དེ་ཚོ་གི་བར་གྱི་གསུང་སྟངས་མང་པོ་ཞིག་སྟེ་བོད་ཀྱི་སྔོན་གྱི་སྐབས་ཀྱི་གོང་མ་ལ་སོགས་པའི་གསུང་སྒྲོས་དང་ཧ་ཅང་འདྲ་བོ་ཡོད་པའི་རྒྱུ་མཚན་གྱིས་སྐབས་འདིར་ངེས་བསྒྱུར་སྟངས་ཡང་དག་དེ་འདྲའི་སྤྱད་ནས་བོད་པ་ཞིག་གི་ལག་ན་བོད་རྩོམ་ཅིག་ཀློག་པ་ནང་བཞིན་སྟབས་བདེ་བོ་དང་དེ་འདྲའི་གི་ཚིག་འབྲུ་དེ་ཚོ་ཧ་ཅང་དེ་གི་དེ། སྟབས་བདེ་བོ་ཡིན་པ་དེ་འདྲའི་ཅིག་གི་ཐོག་ལ་སྤྱི་བཏང་འབའ་ཚུན་ཞེས་པ་དེ་འདྲ་རེད། མ་གཏོགས་ད་འདིའི་ནང་ལ་དཔེར་ན་རྒྱ་ཡིག་གི་ཐོག་ལ་ཡིན་ན་ཞེས་གསུངས་པ་ན་ཟེར་བ་ད་དེ་འདྲའི་དེ་ཕལ་ཞིག་ཡོད་མ་རེད། དེ་འདྲ་ཡིན་དུས་འདི་རྒྱ་ཁོ་རང་གི་ཚིག་རྒྱ་ཡིག་གི་ཚིག་གི་འགྲོ་སྟངས་ཅིག་གི་ལ་སློབ་དཔོན་གྱིས་གསུངས་པ་ཟེར་བ་ལྟ་བུ་དང་མདོ་ལས་ཟེར་བ་དེ་ཚོ་ཡོད་རེད།

དེ་ལྟར་དུ་གྱུར་ཡོང་ན་ཡང་དེ་བདེ་བོ་དོ། དེ་འདྲར་ཆོས་ཀྱི་རྒྱ་མཚོ་དེ་མ་ཉིད་དུ་རྟོགས་པ་ཀློང་དུ་གྱུར་ཏེ་སློབ་དཔོན་ལ་བསྟོད་པ་མགུར་དུ་ཕུལ་བ། ཞེས་དེ་ནི་ཡ་བྱེད་དུ་བརྗོད་པ་ཡར་བསྟོད་པ་མགུར་དུ་ཕུལ་རེས་ད་བསྟོད་པ་མགུར་དུ་ཅི་འདྲ་ཕུལ་རེས་ཞེས་དེས་སེམས་ཡེ་ནས་སངས་རྒྱས་ཡིན་པ་ལ་དེས་མ་རྟོགས་རང་ཉིད་ཉམས་མ་ཡང་ངེས་ཤེས་ལྷག་གི་དེ་འདྲར་རྟོགས་ཙ་ན་སྟོན་གཟུངས་ཀྱི་དངོས་པོ་ཀུན་དང་བྲལ། དེ་འདྲ་ཡང་དག་སེམས་ཡེ་ནས་སངས་རྒྱས་ཡིན་པ་དེ་དེ་མ་རྟོགས་ན་རང་ཉིད་ཧ་ཅང་ཉམས་དམའ་བོ་རེད་དེ། ངས་ཞི་ལྷག་གི་རྟེན་འབྲེལ་གྱི་གནད་དེ་རྟོགས་སོང་བ་ཡིན་ཙང། དེ་ནི་ད་ལྟའི་ཟུང་འཇུག་གི་དངོས་པོ་ཐམས་ཅད་དང་བྲལ་བ་རེད། དེ་འདྲ་ཡིན་ན་འདི་སྐབས་ཀྱི་དེ་གི་དེ་ཡིན། དེ་ངའི་རྟེན་འབྲེལ་ལ་འགྱུར་ཡག་ཡིན། ད་ལྟའི་སྐབས་དེར་སྤྱིར་བཏང་གི་ངས་ཡང་འགྲེལ་པ་དང་འགྲེལ་སྐྱབས་སྟངས་མང་པོ་ཞིག་ལ་ཉན་ནས་དེ་ལྟར་ལོག་བྱས་ནས་བསྒྱུར་རྒྱུ་ད་རེད། ད་ཡིན་ན་ཡང་འདི་འོ་དྲི་ཧྲུལ་ཧྲུལ་ཡིན། དྲག་པོའི་དབྱིངས་འདི་དཀར་པོའི་དབྱིངས་ཟེར་བ་དེ་མཚམས་དུ་མ་ཤེས་རབ་ཀྱི་རྒྱུ་ཟེར་བ་དང་ཡང་ཤེས་རབ་ཀྱི་རིག་པ་དཔེར་ན་ང་ཚོ་གཞུང་ལུགས་ཀྱི་དེ་རིག་པའི་གཞུང་ལུགས་ཀྱི་རིག་པ་འམ་དེ་ཤིང་རྟ་དཔེར་ན་དབུ་མ་ཐལ་འགྱུར་བའི་རིག་པ་ཟེར་བ་འདི་ཚོ་ལའང་དབྱིངས་ནི་ཟེར་རྒྱུར་ཡག་པ་དེ་འདྲ་ཡོང་གི་འདུག་ད་ཡིན་ནའང་དབྱིངས་དེའི་སྐབས་སུ་དེ་རྟེན་འབྲེལ་ལ་ཚོར་རྒྱུར་ཡིན་དབྱིངས་ཡན་ཟེར་བ་དེ་རྟེན་འབྲེལ་རོ། དོན་ཟུང་ཆུ་དངོས་པོ་ཀུན་དང་འདྲ་བར་ཞེས་ཤེས་སོ།

ད་ཆུ་གྲོགས་གཞན་པ་ཞིག་བརྒྱུད་ནས་གངས་ཅན་བཙོན་དྲུང་སློབ་ཕྲུག་ལ་སྤྱན་འབུལ་ཅིག་ཞུས་པ་རེད། སྤྱན་འབུལ་ཞུས་ནས་འདི་སྒྱུར་སྟངས་དེ་ཚོ་འགྲིག་འདུག་བས་ད་འདི་བོད་ཡིག་གི་ཐོག་ལ་ཡོད་མ་རེད་ག་གིས་སྒྲ་བསྒྱུར་བྱས་པ་གཅིག་གཉིས་རེ་ཡོད་རེད་མང་ཆེ་བ་འདི་བོད་འགྱུར་གྱིས་དཔེར་ན་བཟོད་པ་རྒྱ་ཆེན་ཟེར་བ་འདྲ་བོ་དང་ཆུ་ཆུབ་ཟེར་བ་འདྲ་བོ་དང། ད་ཧྥ་ཧའེ་ད་ད་སྟབས་བདེ་བོ་རེད་ཆོས་ཀྱི་རྒྱ་མཚོ་ཟེར་བ་རེད། དེ་ཚོ་ཡིན་དགོས་དེ་ནས་མཁན་རིན་པོ་ཆེ་གིས་ཀྱང་སྤྱི་སྟངས་ཀྱི་འོག་ད་འགྲིག་འདུག་གང་ལྟར།

ད་ཆུ་ཆུབ་ཟེར་བ་དེ་ཆུ་ཁོང་དུ་ཆུད་པའམ་ཆུ་གཏོགས་པའམ་ཆུ་ལ་བཤང་ཆུད་པའམ་དེ་འདྲའི་དོན་དག་རེད། མདོར་དེད་པདྨ་དཀར་པོ་རྒྱུན་དུ་ཁ་འདོན་ཞེས་པ་ཞིག་ཡོད་པ་དེ་སློབ་དཔོན་གྱི་དྲུང་དུ་ཕྱིན་ཏེ་ཤག་འབུར་དུ་ཕྱུང་བ་ལས་ད་འདི་ཚོ་ཡིན་བཤད་ས་པོ་འདུག་བ་ཡང་དེ་ད་ལྟ་སྒང་ལ་བཙུན་མ་མི་གཟིགས་པའི་སྙིང་པོ་ཟེར་བ་དེ་འདྲ་བོ་ཡིན་ན་ནི་ད་འདོད་མྱང་འདི་ཆེ་གོ་ག་རེ་ནས་ཡིན་ཅིག་རེད།

ཧུ་མོན་ཕིན་ཟེར་བ་དེ་བོད་སྐད་ཀྱི་ཐོག་ནས་ཡིན་ན་དེའི་མིང་དེ་ངེས་ཤིག།

མི་དེ་ལ་ངར་འགྱུར་ཡོད་ན་དེ་འདྲ་ཡོང་གི་ཡོད་རེད་བ། ཨོ་དེ་འདྲ་རེད་འདི་ཆུ་ཆབ་ཟེར་བ་དེ་ད་ལྟ Fada ཟེར་བ་རེད་གོང་གི་རྒྱ་སྐད་ཀྱི་མཚན་ལ། སློབ་དཔོན་གྱིས་བཀའ་བཀྱོན་གྱིན་གནང་བ་འདི་ག་འདི་མགོ་ས་ལ་མི་ཐུག་པའི་ཕྱག་འདི་འདྲ་འཚལ་བ་ལས་མི་འཚལ་ན་མི་དགའ་འམ། མ་འཚལ། མ་གཞི་ཁྱོད་ཀྱི་སེམས་ནང་དུ་འདོར་དུ་མི་བཏུབ་པའི་དངོས་པོ་ཞིག་ཡོང་ངེས་སུ་འདུག་ད་དེ་དེ་རེད་དངོས་གནས་རེད། ཁྱེད་རང་གི་སེམས་ནང་ན་དེ་མི་དེ་ངར་འགྱུར་གྱི་སྒང་བུ་ཟེར་ནས་ངར་འགྱུར་ཟེར་བ་དེ་གི་བུ་འོང་དེ་འདུག་འགྲོ་དོན་འཕྲིན་ལས་ཆེ་བ་ངར་འགྱུར་གྱི་སྟོང་སྟོང་བུ།

ནང་སོབ་སོབ་འདྲ་བོ་ཅིག་ཆགས་ཕར་ལྟ་ས་ཆེན་པོ་འདྲ་བོ་ཅིག་ཆགས་ཏེ་དེ་འདྲས་ཆགས་ཡོད། རྒྱུན་དུ་ཅི་ཞིག་བཤད་མཁན་ཡིན་ཚེ་མ་གཞི་ཁྱེད་རང་ག་རེ་བཤད་མཁན་ཡིན་ག་རེ་བཤད་མཁན་ཡིན་ཞེས་བཀའ་འདྲི་གནང་ངོ། དེ་ལ་བཙུན་པ་ཆུ་ཆེམས་ན་རེ། ངའི་གཏམ་དཔེ་ཆུ་སྤོས་མ་དཀར་བོ་ཚར་སུམ་སྟོང་བཀླགས་པ་ཡིན་ནོ་ཞེས་ཞུས་སོ་དེར་ལམ་སང་པས་ངར་འགྱུར་གྱིས་ཨོ་ད་ངས་ད་དེ་འདྲའི་གི་མང་པོ་ཞིག་ཡིན་དང་ཡིན་གཏམ་རྒྱུད་པ་ཀར་ཚར་སྟོང་ཕྲག་གསུམ་ལགས་ཡིན་ཚེ་ད་དེ་ལི་ལྷ་འོ་མ་རེད་གཏམ་རྒྱུད་པ་མ་ཀར་པོ་དེ་དཔེ་པོ་ཆེན་པོ་ཞིག་ཡོད་རེད་དེ་སྟོང་ཕྲག་གསུམ་ལགས་ཚར་བ་ཡིན་ན་ད་ག་འདྲ་འཚོ་གི་རེད་ཚེ་སྟོང་དང་བཀའ་འགྱུར་ཚར་སུམ་ཅུ་མ་ཟིན་ཙམ་ཞིག་ལགས་ཡག་པོ་ད་དེ་འདྲའི་ཞིག་ཆགས་དེ་ཡོད་རེད་གོ་དེ་འདྲ་ཡི་དེ་ལི་ལྷ་འོ་མའི་རེད་དེ་འདྲ་ཡི་དེ་ཞི་ཞི་ལགས་དེ་ཚེ་སློབ་དཔོན་གྱི་ཞལ་ནས་ཚར་སུམ་སྟོང་དུ་མ་ཟིན་ཁྱོད་ཀྱིས་ཚར་ཁྲི་གཅིག་ལགས་ན་ཡང་དེ་ནི་མདོར་བསྡུས་དགོངས་པའམ་མ་རྟོགས་ཤིང། བློ་སེམས་ཀྱི་སྐྲག་པ་མེད་པར་གྱུར་བ་ནི་ད་གཟོད་ང་དང་མཉམ་དུ་ཕྱིན་པ་ཡིན་མོད། འོ་ད་དེ་ནས་ཁོང་གིས་མ་ཟེར་གྱི་པ་ནི་ཆུ་ཟན་ཞེས་པའི་བར་གྱི་འབྲི་སྐད་མཁན་དག་གི་འབྲི་རྩལ་མི་འདྲ་བ་ཅུང་བཟོ་འདུག། འོ་དེ་རེད། ད་ཡིན་ན་ཡང་འདིར་རེ་ཅིག་གང་གི་རང་གི་གོ་བ་ལེན་ཤོག་དབང་བདེ་བ་དབང་བཙན་པོ་ཞེས་ནས་དག། རྒྱུ་ཡོད་སྲིད་དེ་ང་རང་གི་མཆན་རྒྱབ་ཆོག་རེད། མཆན་མ་བཏབ་ཀྱང་སྲིད་འགའ་ཞིག་རྒྱ་ཡི་མཁན་པོ་དག་གི་འགྲེལ་ཚུལ་མི་མཐུན་པ་བྱུང་བ་དང་སྐབས་ཉུང་ཤས་ཤིག་ཏུ་མ་དཔེའི་ཡི་གེ་མི་འདྲ་བ་བྱུང་བ་སོགས་རང་གི་གོ་བ་ལེན་སྟངས་ལྟར་བསྒྱུར་པའང་ཅི་རིགས་ཡོད་པས་དོན་ལ་ནུས་མེད་ནི་ད་ལྟ་དང་འབྱུང་འགྱུར་གྱི་གཞུང་འདིའི་ཚིག་དོན་ལ་གདེང་འཁེལ་བའི་བཀའ་རྙིང་མིན་ང་བོད་མཁས་པ་དག་གི་དཔྱད་བསྡུར་སོགས་སྲིད་ད་དེ་རེད་དེའི་ནང་ལ་རང་ཁག་གསར་གཏོད་མ་ཐུབ་ཙམ་ལས་མཚམས་མཚམས་ལ་འབྲེལ་བ་དེ་ཚོ་གི་སྤྲོ་སྟངས་མ་འདྲ་བ་ཡོད་པ་དང་ཡང་རྩ་ཚིག་གི་དེ་གི་དེ་གི་དག་ཆ་མ་འདྲ་བ་ཡོང་བ་དེ་ཚོ་ལ་ང་རང་ཟེར་བ་ན་ད་དེ་ལོ་ཙཱ་བ་ཁོ་རང་གིས་དེ་ད་དེ་གི་གོ་བ་བླངས་ནས་ནི་བསྒྱུར་ཡོད་སྲིད་དེ་གོ་བ་དེ་ཏག་ཏག་བརྡལ་ཡོད་མེད་དེ་ད་ལྟ་བྱོན་པ་དང་ཡོད་ནི་བཞུགས་པ་དང་ལྷ་ནི་འབྱོན་པར་འགྱུར་བ་ལོ་ཙཱ་བ་རྣམས་ཀྱིས་ནི་གཟིགས་དགོས་ཀྱི་རེད། འོ་དེ་མཆན་ཞིག་བརྒྱབ་པ་རེད། ད་དངོས་ཡོད་གནས་ཚུལ་ཡང་ད་ག་རང་རེད། དེ་འདྲ་རེད། ད་ཁྱོད་འདིར་ཁྱོད་ཀྱིས་བཤད་པ་འདི་ཕྱི་བསམ་པར་ཤེས་པའི་རང་གི་ཉེས་པའང་མི་ཤེས་པར་གྱུར་བ་ཡོད་དེ། ད་དེ་ག་རེ་རེད་ཟེར་དང་ད་ནི་འདི་རེད། ད་ངས་འདིའི་ནང་གི་སྦྱོར་སྟངས་དེ་ག་འདྲ་རེད་ཟེར་དང་ཁྱོད་རང་གི་ཚར་ཁྲི་གཅིག་མ་ཙམ་ཞིག་བཀླགས་ན་ཡང་མདོར་བསྡུས་ཀྱི་དགོངས་པ་རྟོགས་ནས་རློམ་སེམས་ཀྱི་ངར་རྒྱབ་དེ་བསད་སོང་ན་དེ་ལྟར་མདོར་བསྡུས་ཀྱི་དགོངས་པ་དེ་ཡག་པོ་ཅིག་རྟོགས་ནས་དོན་དེ་རྒྱུད་ལ་སྐྱེས་ན་ངར་འཁྱེར་དེ་བསད་ཀྱི་ཡོད་རེད། དེའི་རྒྱུ་མཚན་གྱིས་དེ་གའི་ཤེར་མདོ་གི་ནང་ལ་ཡང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ནི་ངར་འཁྱེར་མ་མཆིས་པའི་ལྷ་དེ་ཉེ་བའི་རིགས་པར་བྱའོ། གང་ཞེ་ན། བདག་དེ་འདུ་ཤེས་པ་དང་སྲོག་དེ་འདུ་ཤེས་པ་དང་གང་ཟག་དེ་འདུ་ཤེས་པ་དང་བསད་ནས་དེ་ལྟ་བུའི་འདུ་ཤེས་ཐམས་ཅད་དེ་སྤངས་འགྲོ་གི་ཡོད་རེད། དེ་ནས་དེ་དེ་ལ་དེ་གའི་འཁོར་གསུམ་རྣམ་པར་འཁོར་གསུམ་གྱི་འཛིན་པ་མཐའ་དག་དགྲར་འགྲོ་གི་ཡོད་རེད་དེ་ནི་ངར་འཁྱེར་ཤ་འཁྱེར་ཤེས་ཀྱི་ངར་འཁྱེར་འཁྱེར་གི་མ་རེད་བ། གང་ཞེས་པ་དེའང་ཁོ་རང་དེ་གའི་དེ་བྱེད་དུ་མེད་པ། བྱ་བྱེད་ཀྱི་རྩོལ་བ་ཐམས་ཅད་ལས་འདིས་ཚང་བ་ཡིན་ནོ་དེ་ནི་ངར་འགྱུར་ཡོང་བ་མ་རེད། དེ་འདྲ་ཅིག་བཅངས་ནས་མདོར་བསྡུས་ཀྱི་དགོངས་པ་ཡང་རྟོག་བརློམ་སེམས་དང་རང་རློམ་གྱི་དེ་གི་ངར་འགྱུར་གྱི་གྲགས་པ་དེ་ཚོ་ངར་འཛིན་ལས་བྱུང་གི་ཡོད་རེད་བདག་ཡོད་ན་ནི་གཞན་དུ་ཤེས་བདག་གཞན་ཆ་ལས་འཛིན་དང་བདག་དེ་དག་དང་ནི་ཡོངས་འདྲིས་ལས་གཉིས་པ་ཐམས་ཅད་འབྱུང་བར་འགྱུར་ཟེར་བ་དེ་རེད། ཡིན་ན་ཡང་ད་དེ་མེད་པར་ཆགས་ན་དེ་ནི་ང་དང་མཉམ་དུ་ད་དེའི་སྐབས་སུ་ང་ཉག་གཅིག་པ་ཆགས་རེད། ཡིན་ནའང་ད་ཁྱོད་ཀྱིས་བཤད་པ་འདི་དག་ཕྱིར་བརྩམས་པར་བྱེད་པའི་རང་གི་ཉེ་བ་དག་ཁྱེད་རང་གིས་དེ་གའི་ད་ལྟའི་ཆ་ལ་འདི་དེ་དེ་གའི་ཡག་པོ་ཅིག་དག་གིས་ལག་ལེན་གྱི་སྟངས་ལ་ཁར་མི་འདུག་ཕྱིར་བརྩམས་པར་བྱེད་པ་དེ་ལྕགས་ལག་ཡག་པོ་ཅིག་ཡོད་ན་ཡང་ཡག་པོ་ཅིག་བདག་པོ་བརྒྱབ་མེད་པ་ནང་བཞིན་བྱས་ནས་སྤྱིར་བཏང་གི་དུ་མདོར་དེད་པ་མ་དཀར་པོ་ཐེར་སྟོང་ཕྲག་གསུམ་ལག་ན་དཔེ་མི་སྲིད་པ་རྩ་ཆེན་པོ་རེད་བ་ད་ཡིན་ན་ཡང་དེའི་ནང་དོན་ངེས་དོན་ལ་མ་ལྟོས་དྲང་དོན་ལ་ལྟོས་པའི་དོན་གྱི་འཇུག་ལྡོག།

ད་དེ་གི་མགུར་ཅིག་ཤང་རེད། ལུས་སྐུ་ཤག་ངར་རྒྱུར་སྙིང་པོ་ཡིན་མགོ། ལུས་སྐུ་ཤག་ངར་རྒྱུར་སྙིང་པོ་ཡིན་མགོ་མགུར་ཡང་ས་ལ་མ་གཏུགས་པར་སེམས་རང་མཐོང་དབང་གིས་ཉེས་པ་བྱས། དགེ་བ་ལ་རློམ་སེམས་མེད་པར་བྱོས། ད་དེ་ཡིན་དེ་གི་དེ། ད་དེ་བསྒྱུར་དེ་ཚོ་དེ་འདྲའི་བསྒྱུར་བ་རེད་དེ་འགྲིག་ཡོད་མེད་ཤེས་མ་སོང།

དེ་གཅིག་ག་དེ་ནས་ལྷོ་བོན་གྱིས་ཁོ་ལ་ཁྱོད་ཀྱིས་དེ་བཞི་ནི་དང་པོ་དེ་མར་ར་སོང་ནས་དེ་ནས་བཞི་ནི་ལྷོད་ལ་བབས་ནས་སྐད་ཆ་དྲིས་ཁྱོད་ཀྱི་མིང་ལ་ཅི་ཟེར་རེད་ཞེས་དྲིས་མར་མར་ད་དང་པོ་ཁྱོད་རང་གི་ག་རེ་ཡིན་ཟེར་དེ་ནས་ད་དངོས་གནས་མིང་དྲིས་ཁོ་རང་གི་བདག་གི་མིང་ལ་ཆུ་ཤོབ་ཟེར་རོ་ཞེས་ཟེར་ལྷོ་བོན་གྱིས་ཁྱོད་ཀྱི་མིང་ལ་ཆུ་ཆུབ་ཟེར་གྱི་ཡོད་ན་འོ་ན་ད་བར་ཆུ་གང་ཞིག་ལ་ཁོས་ཡང་ཆུབ་པར་བྱས་པ་ཡིན་ཞེས་བཀའ་འདྲི་གནང་བ་དང་འབྲེལ་སླར་ཡང་དགོན་དུ་སོང་ཟོག

ཚིག་དོན་དང་དོན་ཚིག་དང་སྒྲ་རུ་ཡིད་ཀྱིས་ནི་འདོད་པ་མ་ངག་ལ་རང་གྲོང་ཡིན། ད་ཁྱེད་རང་གི་གནས་ལུགས་ལྟར་ཡི་གེ་ལས་འདས་པའི་དོན་དེ་ཡག་པོ་ཅིག་རྟོགས་པ་ཡིན་ན་ནི། དེ་ནི་དེའི་སྐབས་སུ་དེ་ད་ཅི་དང་གི་དེ་ཤིན་ཧྥོ་ཝུ་ཡན་ཛི་ད་ཚིག་དེ་བརྗོད་པ་སྤང་བ་དེ་ཟེར་བ་དེ་འདྲ་བོ་རེད། དེ་འདྲ་ཚིག་དེ་ཚིག་མེད་པ